གསུམ། ཚ་ཟེར་སྦྱོར་བའི་ལག་ལེན་བསྟན་པ། ད་གོང་དུ་སོ་ཚབ་བཟོ་དང་དེ་ནི་ཚ་སྔོན་ལན་འདྲ་དུ་སོ་རེད་ད་འདི་ཚབ་ཟེར་གྱི་སྦྱོར་བ་ཚབ་ཟེར་གྱི་སྦྱོར་བ་འདི་སོ་དེ་ནི་ད་ཚ་རེག་གི་གྲས་ལ་བགྲངས་པ་རེད་མི་འཚལ་དེ་ནི་སྨན་སྦྱོར་གྱི་ལག་ལེན་རེད་འདུག་དོན་དངོས་ཐོག་ལ། ཚ་བསྲེགས་སྦྱོར་བའི་ལག་ལེན་བསྟན་པ། བཅོས་ནས་བཅོས་དྲུག་བར་གྱི་ཚབ་བྱེད་ནས་ཚ་བསྲེགས་བདུན་ཡིན་འདི་ཡི་གོ་རིམ་ནི། ཕྱིར་འབྲིང་ཆུང་བ་གསུམ་དང་རེག་གསུམ་དང་འདུས་པ་གཅིག་བཅས་བདུན་ཡིན་རིམ་པས་བཤད་ཅེས་པ་སྟེ། དེ་ལྟར་བསྟན་པའི། བཅོས་པ་ནས་བཅོས་དྲུག་བར་གྱི་ཚབ་བྱེད་ནས་ཚ་བསྲེགས་ཀྱི་སྦྱོར་བ་བདུན་གྱི་ལག་ལེན་ཡིན་པས། གོ་རིམ་ནི་ཚ་བསྲེགས་ཆེ་བ་དང་འབྲིང་བ་ཆུང་བ་གསུམ་དང་ཚ་བསྲེགས་རེག་གསུམ། ཚ་བསྲེགས་རིགས་གསུམ་མགོན་པོ།

ཚ་སྙིང་བཟང་པོ་ལྷད་མེད་ཕུའི་ཏོག་དང། འབྲོང་གཡག་དར་མའི་རབས་ཆད་ཕུའི་ཕྱེད་དོ། གཡན་པོད་ར་སྣ་ཚོགས་ཚད་བདུད་ཕོར་ཕྱེད། སྒྲོན་ཤིང་སྤོས་པད་ལེང་གཉིས་ཕུའི་རེ་རེ། དེ་རྣམས་གཙོ་ཡིན་འཁོར། སྔོ་ཚ་གསུམ། འཁྱོར་བ་རེ་དང། རྒྱམ་ཚ་ཁ་རུ་ཚ་ཟེ་ཚ་གསུམ་གྱི་གཙོ་བྱས། ཚ་སྣེ་རེག་སྒང་ཚོགས་རིལ་མ་ཙམ་རེ་ཨ་རུ་ར་གསེར་མདོག་མདོག་གསུམ། ཆུ་སྙོང་མདོག་པོ་གཉིས། བར་རི་རྡོག་སྐྱེས་སྐྱོ་རུ་དེ་དང་མཉམ་བཟང་སྒྲུབ་སེམས་དྲོད་སྡིག་སྲིན་རྩེ་ཁྲག་ཁ་ཐུན་རས་ཕུག་རོན་རི་མ་བྱ་སྒོང་གང། བྱང་འབག་གསུམ་དང་དུར་བརྒྱད་ཐུན་བསྐྱེད་དེ། འདི་ཉིད་མར་དུ་བཙུད་བསྐྱེད་དེ་དག་ཀུན་ཞིབ་བཏགས་བ་ཞོ་ཕུར་ཐོག་ཆང་ཕུར་གསུམ་སྦྱར་ལ་དཀྲུགས་ཤིང་སྐྱག་སྣོད་ནང་དུ་བཙུད་ཁྲོ་ཕོར་སོང་ནས་ལྷ་སྔགས་ཁ་སྦྱར་དུ་དོར་བ་མ་ཤོར་ཉི་མ་ཅེས་ཙམ་བསྲེགས་འོག་ནས་མེ་དང་སྟེང་ནས་རྡོ་ཡི་སྣེ་གསོབ་ཅེས་མེ་སྔོན་ཡར་ནས་བྲང་དུ་སྐྱོག། སྒྱུར་བ་གཞན་ལ་བཏང་དང་རང་དགར་གཏོང། རང་དགར་གཏོང་ན་སྤུ་ལེང་མར་ངུས་ཆེ། ཐུན་རེ་ཚ་བསྲེགས་ཐུན་སྔར་སྦྱར་བྱས་ལ་ཆུ་བསྐོར། ཕུར་ལམ་ཐང་དུ་བསྐོར་བ་བཏང་ཟས་བཅུད་གསེར་སྤང་ན་ཚ་སྐྱེད་བྱུང་ཡང་མི་འཇིགས་རླུང་བཅུད་བསྐྱེད་པའི་ཚ་གྲང་སྐྲན། གང་ཡང་མར་ལ་ལྕགས་སྲེག་བཏང་བཞིན་འགྲོ། ད་ལྟའི་ནུས་པ་དེ་ཤིན་ཏུ་ཡག་པོ་སོང་འདུག་ལྟོས། ཞེས་པ་སྟེ་དང་པོ་ཚགས་སྲེག་ཆེན་པོ་བྱ་བའི་ལག་ལེན་ནི། ཚགས་རྙིང་པ་བཟང་པོ་ལྷད་མེད་པ་ཕུའི་དོ་དང་འབྲོང་གཡག་དར་མའི་རབས་ཆད། ར་ཕྱེ་མ་བཅས་པ་ཕུད་གང་དང་ཕྱེད་ཀ། གཞན་རི་དྭགས་དང་ཕྱུགས་རིགས་བཅས་ར་སྣ་ཚོགས་ཚད་བཅས་ཕྱེ་མ་ཕྱོགས་གཅིག་ཏུ་བསྡུས་པ་ཕུད་ཕྱེད། སྒྲོན་ཤིང་དང་སྤོས་སྤོས་ལེགས་གཉིས་སོ་སོ་ནས་ཕུད་རེ་རེ་བཅས། དེ་རྣམས་གཙོ་བོ་ཡིན་པ་དང་འཁོར་ནས་སྐྱེ་ཚ་དང་དབྱི་མོང་སོགས་ཀ་སྟེ་སྔོ་ཡི། སྔོ་ཡི་ཚ་གསུམ་སོ་སོ་ནས།

སུག་པ་དེ་སྔོ་ཡི་ཚ་བ་གསུམ་སོ་སོ་ནས་འཁྱོར་བ་རེ་རེས་རྒྱམ་ཚ་དང་ཁ་རུ་ཚ་ཟེ་ཚ་གསུམ་གྱི་གཙོ་བོ་བསྐྱེད་པས། ཚ་ནི་རེག་གང་ཚོགས་པ་སོ་སོ་ནས་རིལ་མ་ཙམ་ཞེས་པ་ཅུང་ཟད་དང་ཉུང་ཉུང་གི་དོན་ཡིན་པས། འོས་འཚམས་རེ་ཨ་རུ་གསེར་མདོག་རྡོ་གསུམ་དང་ཨ་རུ་མཆོད་རེངས་རྡོ་པོ་གཉིས། བ་རུ་ར་རྡོ་གཅིག་སྐྱུ་རུ་ར། བ་རུ་ར་གཅིག་གི་རྗེས་དང་མཉམ་པ། བ་རུ་ར་གཅིག་གི་རྗེས་དང་མཉམ་པ།

མཛའ་བརྩེ་དང་ལེགས་བཤད་སྲུང་མའི་སྐོར་ལ་སྤྱོད་ཁང་གུར་སྒོམ་བཅས་བཟང་པོ་གྲོགས་དང་སེམས་དྲོད་སྡིག་སེམས་བརྩེ་དགྲ་དགའ་བཅས་སོ་སོ་ནས་ཐུན་རེ། ཕུག་རོན་གྱི་རི་མ་བྱ་སྒོང་གང་འབུ་རྐྱང་པ་གསུམ་དང་དུར་བྱིད་ཐུན་བཅས་ཏེ་འདི་གཉིས་མར་དུ་བཙུད་པ་བཅས་དེ་དག་ཐམས་ཅད། མར་དུ་བཙུད་པ་དེ་གཙོ་ཆེ་བ་དེ་གཉིས་དོང་སྟོན་བྱས་པ་རེད་འདུག་ད་འདི་ཚོ་ལག་ལེན་དུ་ནི་དྲན་བྱེད་སྒོ་གི་སྡོང་མོ་ཚོས། དངོས་གནས་བྱས་ན་དེ་ནི་གྲོ་བསྲེགས་ཚང་མ་ད་འབུ་བསྲེགས་བྱས་ནས་ཚང་མ་རྩ་མེད་བཏང་ཞོར་རྩ་མེད་བཏང་སྲིད་དགོས་ཚེ་འགྲོ་གི་བར་དེ་དོགས་འདོན་བྱས་ནས་མ་བྱས་ན་ད་རེས་དོགས་དེ་འོང་མི་འདུག་ད་སྔོན་མ་དེ་འདྲ་སོང་དང་ད་ལྟ་ང་ཚོ་ད་འབུ་བསྲེགས་བྱེད་རྒྱུ་དེ་ནུས་པ་དེ་ཁོ་རང་དྭོགས་ཡིན་ན་འདྲ་ནུས་པ་ཡིན་ན་འདྲ་ཁོ་རང་སྔོན་མ་ལ་ག་རེ་ཡོད་ན་དེ་ཁྱོན་ནས་བསྡད་ཀྱི་མི་འདུག་དེ་དག་ཐམས་ཅད་ཕྱོགས་གཅིག་ཏུ་བསྡུས་པ་ཞིབ་པར་བཏགས་པ་དེ་བ་གོ་ཕོར་དོ་དང་ཆང་ཕོར་གསུམ་སྦྱར་བའི་ནང་དུ་བཏབ་ནས་དཀྲོགས་ཤིང་ལྕགས་སྣོད་ནང་དུ་བཙུད་པས་ཁོ་བ་ཡོངས་སུ་གྱོན་ནས་སྐམ་པ་འཁྲུར་པོ་དེ་འཁྱོར་བ་ལྟ་བུར་སོང་ན། ལྷ་སྔགས་ཁ་སྦྱར་རམ། བསྲེག་སྣོད་ཀྱི་ནང་དུ་བསློགས་ནས། འོག་ནས་མས་བཏང་སྟེ་དོར་བ་མ་ཤོར་བར་སྦུབ་བསྲེགས་ཀྱི་ལག་ལེན། ཅེས་ལྟར། ཉི་མ་ཕྱེད་ཀྱི་ཡུན་ཙམ་བསྲེག། ལྷ་སྔགས་ཁ་སྦྱར་ཡིན་ན་སྟེང་ནས་རྡོ་ཡིས་མནན། ཆེད་དུ་བཟོས་པའི་བསྲེག་སྔོན་ཡིན་ན་ཁ་དམ་པར་བསྡམས་པས་ཆོག། ཁ་གསུམ་ནས་ཐོན་པའི་མེ་ལྕེ་སྔོན་པོ་ཡལ་བའི་དུས་ནས་བྲང་དུ་སྐྱུགས་པས་ཚ་བསྲེག་གྲུབ་པ་ཡིན། དེ་ཉིད་སྦྱོར་བ་གཞན་ལ་གཏོང་བ་དང་རང་ཉིད་རྐྱང་པར་གཏོང་བ། གང་ཡང་རུང་བཞིན་རྐྱང་པ་གཏོང་ན་པི་པི་ལིང་མར་དུ་དངོས་པོའི་ཕྱེ་མ། ཐུན་རེ་དང་ཚ་བསྲེག། ཐུན་ལྔར་སྦྱར་ལ། ཆུ་སྐོར་གྱིས་ཕོར་བའམ་ཐང་དུ་བསྐོར་ནས་བཏང་བ། དུས་མཚུངས། བསིལ་སྦྲང་གི་ཟས་དང་སྤྱོད་ལམ་སྤང་བའི། སྐྲན་ནད་སུ་ན་ཚ་ན་བའམ། སྐྲའི་གནས་སུ་ནའམ་ཚ་བའི་ཚོར་བ། ནའམ་ཚ་བ་དེ་དག་ང་ཚོ་སྟེ། དུས་རྒྱུན་གཟེར་བྱུང་ཟེར་མི་གཅིག་དང་ཚགས་བྱུང་ཟེར་མི་གཅིག་གཉིས་ཡོད། དེ་ཚོར་བ་དེ་སོ་སོ་སོ་སོ་ཡིན་བསམ་བསམ་ན་གཅིག་རེད། རྒྱ་སྐད་ལ་ཐང་ཟེར་རེད་ཐང། ས་འཁོར་དང་ཟེར་བའི་སྐད། བཞུད་ན་དང་ཟེར་བའི་སྐད། དེ་བྱས་དུས་ན་ཟུག་བཏང་བ་ཟེར་གི་རོ་ད། ཚ་ཟེར་མོད་དེ་དང་ན་ཟེར་མོད་ཡང་ན་གཟེར་ཟེར་མོད་དེ་གཉིས། ཚོར་བ་ནི་སྟེགས་སུ་འདྲ་གི་མི་འདུག། ཚོར་བ་ཇི་ལྟར་བྱུང་ཡང་འགྱིང་མི་དགོས་པར་ལུས་ཟུངས་གསོ་ཞིང། རླུང་བཅུད་བྱེད་པས་ཚ་གྲང་གི་སྤྲིན་རིགས་གང་ཡང་མར་ལ་ལྕགས་སྲེག་སྦྱར་བ་བཞིན་དུ་ཞོ་འགྲོ་ཞེས་པའོ། ད་ལྟའི་ཚ་སྲེག་དེ་དེ་སྔོན་ནས་ཐེངས་ཁ་ཤས་ཁ་ཤས་ཀྱིས་བཟོས་པ་ཡིན། འདི། བཟོ་བཅོས་ཀྱི་དྲ་སྦྲེལ་བྱས་དུས་སྨན་དེ་ཚོ་མང་པོ་ཅིག་འཛོམས་འདུག་གུས་པ་ན་ཆེ་རེད་མི་ཚེ་གསར་ཞུ་རྒྱུ་དེ་ལས་སླ་པོ་རེད། ད་དེ་དུས་ཁོང་དེ་དུས་ཡོད་ཟེར་བ་ང་ལྟ་བུ་ན་ཤིན་ཧའེ་ལ་ཚབ་སེ་གྱེས་མོ་བཟོས་རེད་བ། ད་ནི་ནང་ཆེན་ལ་བཟོས་ལེ་རེད། ཨ་ན་སློབ་གྲྭ་ནང་ལ་བཟོས་ལེ་རེད། སློབ་གྲྭའི་སྨན་ཁང་དང། ཨོ་དེ་བཅས་ཡོང་དུས། གསག་རྒྱུ་དེ་ལས་སླ་པོ་རེད་བྱུང། ཁོ། འདི་ལྟར་རྒྱ་ཁོ་རང། ཁྲིམས་དཔུང་འདྲ་དེ་བྱེད་སྐད། ད། སྨན་དེ་ཚོ་འདྲ་མི་འདྲ་དེ་མང་པོ་ཅིག་དགོས་གི། ད་ནི། ད་ནུས་པ་དེ་ཨ་འགྲེ་ཀྱི་རྟགས་འོང་དུས་ཐར་ཟེགས་ཀྱི་དེའི་སྨན་དེ་སོགས་ལ་ཐར་ཟེགས་ཀྱི་ནུས་པ་དེ་ཡོད་དགོས་མོད་དེ་འདྲ་རེད་འདུག་དེའི་མི་ཚོས་ད་དེའི་ནང་ལ་དཔེར་ན་དུར་རྒྱུད་དང་བྱང་པ་དེ་སོགས་ཡོད་ཡོད་ལེ་རེད་དེ། ཁོ་རང་དོགས་འདོན་བྱས་ནི་མ་བྱས་ནི་དེ་གི་དོགས་དང་ནུས་པ་དེ་ལྡད་གི་མི་འདུག་ལ་ནི་ང་ཚོའི་བཟང་པོ་གྲོགས་དེ་ཚོ་སོགས་ལ་སོགས་པ་བཏང་དེ་ན་ཅི་སྟེ་དེ་སོགས་ཀྱི་སྲིད་སྒྲུབ་ཀྱི་ནུས་པ་དེ་སོགས་ལ་དེ་མི་ཐོབ་སེམས་ཐག་རེ་བཞག་དེ་ནས་ད་ང་ཚོ་ད་ལྟ་འདི་སོགས་འདུལ་སྦྱོང་གི་ལག་ལེན་སོགས་ཁ་ཤས་ཁྱེད་སེ་གོར་གོ། གཞུང་ནང་ལ་གཏན་ལ་ཕབ་བཞག་པ་དེ་དག་དེ་འདྲའི་གྱོད་གཞི་ཡོད་དུས་ཁོ་རང་ག་འདྲ་ཡོང་ན་མི་ཚེ་ད་རེས་ང་ཚོ་དེ་གི་སྨན་དེ་ལ་ནུས་པ་མི་ཤོར་བ་བྱས། དེ་འདྲ་བྱེད་དགོས་བསམ་བསམ་བྱས་ན་ད་ཁྱོད་ནི་བྱེད་ཐུབ་གི་འདུག་དེ་བྱས་དུས་ཙན་དན་དཀར་དམར་དང་མགལ་དབང་དང་དེ་འདྲ་ལ་སོགས་པ་བསྲེགས་ཡོད་ན་ཨ་ནི་འཕྲོག་ལ་ཡིན་ས་རེད། ད་ཁྱེད་འདྲ་དེ་ལ་དོགས་པ་དེ་སེ་ཧོང་ང་དེ།

ཡོད་ནི་མིན་ནི་ཡག་ཡག་པོ་ཅིག་ཤེས་ཀྱི་མི་འདུག་ད་ལྟ། དེ་གསལ་ཆ་བྱེད་དུས་ད་རུང་ང་རང་གིས་ཐག་ཞི་བོ་ཅིག་ཆོད་ཚར་མེད་དེ། དེང་སང་ང་རང་གིས་ཚོད་ལྟ་ཅིག་བྱེད་ཀྱི་ཡོད། བཙན་དུག་ཁེངས་འདྲ་ཅིག་བཟོས་པས།